དེ་བཏང་འདོད་ཡོང་དུས་དེ་ནས་མི་མང་པོ་ཞིག་མཐོང་མཐོང་དུས་སྐབས་སུ་ལ་དེ་ནས་ཁོ་ཚོས་བལ་བཏང་འདོད་ལངས་ནས་དེ་ནས་ད་རུས་དྲིལ་བུ་རྐང་གླིང་འདི་ཚོས་ཉོས་ནས་དེ་ནས་གཅོད་བཏང་གི་འདུག་རོ། ད་དེ་གཅོད་བཏང་བའི་སྐབས་སུ་ལ་གཙོ་བོ་དངོས་གནས་དྲང་ནས་ཁོ་རང་ཚོ་གིས་ད་ཅི་གཅོད་ཟེར་གི་ད་དངོས་གནས་ནས་གཅོད་དེ་ག་རེ་གཅོད་དགོས་ཡོད་མེད་གི་དོན་དག་ད་ཧ་གོ་གི་ཡོད་མེད་འདི་ད་ཡང་དེ་ཐེ་ཚོམ་འདྲ་བ་ཞིག་རེད། བྱས་ཙང་དེས་ང་ཡང་ཁ་ཚང་དེ་ཅིག།

བི་དྲའི་སྲོལ་རྒྱུན་རགས་བི་ཚན་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བར་དུ་དེ་ནས་ཅིག། དབྱེ་བ་ཕྱེ་ནས་དེ་ནས་ཅིག། བི་དྲོ་དྲག་དོར་དུས་ཀྱི་དེ་ནས་གཅོད་དགོས་ལ་བཞོད། རེ་བ་ཡོད། ད་འདི་ལ་ཐོག་མར་དེ་དག་དངོས་གནས་དྲང་བདེ་ཚན་དང་པོ་འདྲ་བ་དེ་ལ། གཅོད་ཀྱི་དོན་དག་ངོ་མ་དེ་གང་ཡིན་ཟེར་འདིའི་སྐོར་ལ་ངས། གཅོད་ཀྱི་དོན་དག་དེ་འགྲེལ་བཤད་རྒྱག་ཡ་རོ་ཨ་དེ་ནས་བི་དྲོ་ཞིག་གསུངས་ཡིན། གཉིས་པ་དེ་ལ། གཅོད་གཏོང་བའི་སྐབས་སུ་ལ། ཀུན་སློང་དང། དམིགས་པ་ག་རེ་སལ་བཏབ་དགོས་རེད། འདི་སྡེ་ཚན་སྙན་པ་ཡི་བུད་བྲོ་ཞིག་བཟོ་ཡི་ཡིན། ཨ་ནི་སུམ་པ་དེ་ལ། བཅོས་དེ་གང་ཟག་སུ་གིས་གཏོང་ཆོག་གི་ཡོད་རེད། རེད་བ། དེ་རིང་གང་ཟག་མི་ཐམས་ཅད་སྡང་བ་དང་སྤྲོ་བ་ཡོད་རེད་དེ། བྱེད་འདོད་ལངས་པ་ཙམ་གྱིས་གང་གི་འབྲས་བུ་ད་རུང་ཉོས་ནས་བཏང་ཆོག་ཆོག་རེད་ག་འདྲ་རེད། བཏང་ཆོག་གི་ཡོད་མེད། འདི་སྡེ་ཚན། གསུམ་པ་རྗེས། ཨ་ནི་སྡེ་ཚན་བཞི་པ་དེ་ལ། བཅོས་དེ་གིས། བཏང་བའི་སྐབས་སུ་ལ་དེ་ནི། དམིགས་ཡུལ་སུ་ཡི་ཆེད་དུ་བཏང་བའི་ང་ཚོས་ཕུང་པོ་སྦྱིན་པ་བཏང་ཕུང་པོ་སྦྱིན་པ་བཏང་ཡོད་ལ་ར་ད། ཕུང་པོ་སྦྱིན་པ་བཏང་བ་ནི་དམིགས་ཡུལ། སུ་རེད་སྦྱིན་པ་བཏང་བའི་ཡུལ་སུ་རེད་བཏང་ཡུལ་འདི། འདི། བཏང་བའི་ཡུལ་འདི་ངོས་སུ་ངོས། འདི་སྐོར་ལ་བཤད་ཡིན་གཅིག། དེ་ཚེ་བཞི་པ་དེ་བྱེད། དེ་ཚེ་ལྔ་པ་དེ། སྤྱོད་དེ། དམིགས་རིམ་འདི་ཚོ་སུ་ཐེབས་ཐེབས་བསྒོམ་ན་འགྲིག་གམ་མི་འགྲིག་ཟེར། སྤྱོད་བཏང་བའི་སྐབས་སུ་དང་པོ་སྐྱབས་འགྲོ་སེམས་བསྐྱེད་ནི་གསུངས་ནས་མ་གི། བསྔོ་བ་སྨོན་ལམ་མཇུག་བསྡུའི་སྐབས་སུ་བར་དོ་ལ། དམིགས་པ་བསམ་གྱིས་མི་ཁྱབ་པ་རྒྱས་ཤིང་རྒྱས་པ་དེ་རིང་བཏང་དགོས་ཡོད་རུང་གར་སྐྱེས་མར་སྐྱེས་དུས་བྱོས། ད་དེ་དམིགས་པ་དེ་བྱོས་མི་བྱོས་བཏང་བཏང། བཏང་དུ་ལངས་བ་ཙམ་གྱིས་ད་ཁོ་སྤྱོད་བཏང་བ་ལ་དམིགས་པ་ཚང་མ་བསྒོམ་ཐུབ་བསྒོམ་ན་འགྲིག་གི་རེད་པས། ཡང་མིན་ན་ག་རེ་དམིགས་བསལ་གྱི་གཅིག་རྒྱུ་མཚན་དགོས་རེད། ཟེར་ནས་འདིའི་སྐོར་ལ་ཞུས་ཡོད་པི་ཀྲོ་ལྔ་པ་དེ། དེ་ནས་ཐ་མ་དེ་ལ།

འདིའི་དཔེ་ཆ་རྣམས་ལ་བེད་སྤྱོད་སྐོར་ལ་ཁྱོད་རང་ཚོས་གསལ་འདོད་ཡོད་ན་ཤེས་འདོད་ཡོད་ན་འདིའི་ནང་གཟིགས་དང་ལྷག་པར་དུ་ལྷ་དང་འདྲེ་དང་བདུད་སྐོར་ལ་ཤོག་གྲངས་སུམ་བརྒྱ། སུམ་བརྒྱ་དྲུག་ཅུ་རེ་སུམ་བརྒྱ་དྲུག་ཅུ་རེ་དྲུག་ནང་ལ་དཔེ་མི་གསལ་པོ་གསུངས་ཡོད་རེད་ལྷ་བསད་ནས་ག་འདྲེ་བསླངས་འདྲེ་བསད་ག་འདྲ་བདུད་བསད་ག་འདྲེ་ལ་ངོས་འཛིན་གྱིས་ཟེར་ན་འདི་ནང་དཔེ་མི་གསལ་པོ་གསུངས་ཡོད་རེད་བྱས་ཙང་ང་རང་ཚོས་ད་འདི་ལ་དཔྱོད་ཞེས་པའི་དཔྱོད་དོན་དག་དེ་ག་འདྲེ་ངོ་མ་འདི་ག་རེད་ཟེར་ན། སྤྱོད་ཟད་དེ་ཕྱི་རོལ་གྱི་ལྷ་འདྲེ་ཚར་གཅོད་པ། ཕྱི་རོལ་གྱི་ལྷ་འདྲེ་བསད་པ་མ་ཡིན་པར་ང་རང་ཚོ་གི་ནང་གི་སེམས། སེམས་ནི་རང་གཅེས་འཛིན་བདག་གཅེས་འཛིན་ལ་གི་དོག། བདག་གིར་འཛིན་པ་ང་དང་ང་ཡིར་འཛིན་པའི་གི་འཛིན་པ། དེ་འདྲའི་ཤུགས་ཆུང་པོ་བརྗོད་རེད། འོ་ང་དང་ང་ཡིར་འཛིན་པའི་འཛིན་པའམ་བདག་གཅེས་པར་འཛིན་པའི་གཅེས་འཛིན་ནམ་ཡང་མིན་ན་ང་རང་ཚོ་གི་ཕུང་པོ་ལྔའི་ཚོགས་པ་དེ་ལ་ན། བདག་སེམས་ནི། བདག་ཕུང་པོ་གཅེས་འཛིན་དེ་འདྲའི་གི་གཅེས་འཛིན་གི་བློ་བརྗོད་རོགས། འོ་དེ་འཛིན་པ་དེ་གཅོད་པའམ་དེ་འཛིན་པ་དེ་སྤང་བའམ་དེ་སྦྱིན་པ་དེ་མེད་པར་བཟོད་པའི་ཆེའམ་ཆེད་དུ་ལ་སྤྱོད་བཏང་བ་དེ་ལ་སྤྱོད་ལགས་ཡོད་རེད་སྤྱོད་དེ་འདི་རེད་ནང་གི་སྦྱིན་པ་སྤྱོད་པའི་ཆེད་དུ་དེ་ལ་སྤྱོད་ལགས་ཡོད་རེད། རོ་བ་སོ་སོའི་ནང་ལ་དེ་བདག་གང་ལྟར་བདག་བདག་དང་བདག་གིར་འཛིན་པ་བླ་ན་མེད་དོ་བདག་རྣམ་རྟོག་བཟང་ངན། རོ་བ་བཟང་པོ་བཟང་པོ་ལ་རེ་བའི་རྣམ་རྟོག་མ་བདག་ངན་པ་ལ་བདག་འདི་སླེབས་ཡོང་བྱས་ཡོང་ཟ་ཡོང་འཐུང་ཡོང་སྙམ་པའི་བདག་རྟོག་པ་གང་ལྟར་རེ་དོགས་ཀྱི་རྣམ་རྟོག་བཟང་ངན་གྱི་རྣམ་རྟོག། བདག་དང་བདག་གིར་འཛིན་པའི་འཛིན་མེད་ཀྱི་རྣམ་རྟོག་འདི་ཐམས་ཅད་དེ་སྤྱོད་པའམ་མེད་པར་བཟོ་བའི་ཆེད་དུ་ལ་སྤྱོད་བཏང་བས་ན་སྤྱོད་ལབ་ཡོད་རེད། དེ་མ་ཟད་པ་ལ་ཅིའི་ཕྱིར་རོལ་གྱི་སོ་སོ་གྱི་རྣམ་རྟོག་རྣམ་པར་རྟོག་པའི་གྱི་ཟོལ་བཟང་ངན་ཟོལ་དེའི་དབང་གིས་ཕྱི་རོལ་དུ་ལྷ་དང་འདྲེ་བདུད་ཟེར་ནས་དེ་འདྲ་གྱི་སྦྲུལ་དེ་དེ་མ་ཤུ་རེ་ཡའམ་འདྲེ་ཡའི་གྱི་ཆེད་དུ་བ་བ་བ་སྟོན་ཡའི་གྱི་ཆེད་དུ་མེད་པར་བཟོ་ཡའི་ཆེད་དུ་སྤྱོད་དེ་བཏང་གི་ཡོད་མ་རེད་ད།

དེ་ལ་དང་པོ་ནི་ཁོ་རང། འབྱུང་པོ། རྐང་གླིང་དང་པོ་ལག་པ་མཐིལ་གསུམ་མཐིང། ཐང་གསུམ་སྡུག་ཡོད་སྡུག་བསྔལ་སྐབས་སུ་ཁ་ལོ། འབྱུང་པོ་ཆེན་པོ་ཉམ་ཆུང་བ་རྣམས་མ་དག་ཅིག་མ་དངངས་ཤིག་ཤིན་ཏུ་མ་དངངས་ཤིག་ལ་ཐོག་མ་ནི་ཁོ་རང་དཔེ་མི་གཟབ་གཟབ་བྱེད་ཀྱི་འདུག་ཁྱོད་རང་ཚོ། ད་ང་ང་ཅོ་བཏང་གི་ཡོད་རྐང་གླིང་ལག་མཐིལ་རྡུང་གི་ཡོད་ལྕགས་རིང་ཕུད་ཀྱི་ཡོད་ད་ཁྱོད་ཚོ། མ་སྐྲག་རོགས་བྱེད་ཨ་མ་དངངས་རོགས་བྱེད་ཨ་ཤི་ནོ་ཁྱོད་རང་ཚོ་ད་འཇིག་ལྟ་དང་དངངས་ན་གང་ཡང་བྱེད་དགོས་མ་རེད། ང་ཅོ་བཏང་བར་ཁྱོད་རང་ཚོར་གནོད་པ་བསྐྱལ་གྱི་མེད་ཟེར་ནས་དང་ལ་གི་འདུག་ད་དེའི་རྗེས་ལ་རྐང་གླིང་ལན་གསུམ་འབུད་དགོས་རེད། ཡ་གི་སྲིད་རྩེ་ནས་མནར་མེད་ཡན་ཆད་ཀྱི་སེམས་ཅན་རྣམས་ཀྱང་ཉོན་ཅིག་ལག་གི་དང། ཡ་སི་གི། ཡ་གི་སྲིད་རྩེ་ནས་མར་མནར་མེད་ཡན་ཆད་རྣམས་ཁྱེད་རང་ཚོ་ཉོན་རོགས་ཅིག་ང་རྐང་གླིང་བཏང་བ་དེ་ཁྱེད་རང་ཚོ་སེ་ན་ལག་གི་དང། ཧེ་ཐམས་ཅད་འདིར་འདུས་ཤིག་ལག་གི་དང། ཧེ། ད་འབྱུང་པོ་ཁྲི་ད་ཡ་གི་སྲིད་རྩེ་ནས་མནར་མེད་བའི་སེམས་ཅན་བར་དོ་གི་སེམས་ཁྱེད་རང་ཐམས་ཅད་འདི་ལ་ཕེབས་ཤོག་འདི་ལ་ཡོང་རོགས་ཅིག་འདུས་ཤོག་ལག་གི་དང། དེ་ནས་རྐང་གླིང་གཉིས་པ་དང་རྐང་གླིང་གསུམ་པ་དེ་ལ་ཐམས་ཅད་མྱུར་དུ་འདུས་ཤིག། ཁྱེད་རང་ཚོ་ཐམས་ཅད་འདི་ལ་མགྱོགས་པོ་ཡོང་རོགས་ཅིག་ང་ད་ལུས་འདི་སྦྱིན་པ་བཏང་གི་ཡིན་སེམས་ཚང་མ་ཚུར་ཤོག། ཡོང་རོགས་ཅིག་ཟ་ག་ཤོག་འཐུང་ག་ཤོག་ཕེབས་རོགས་ཅིག་ལ་མ་གཏོགས་ཅི་གི

ནམ་མཁའ་སྤྲིན་ཚོགས་བཞིན་དུ་བསྡུས་ལ་ཤོག་བར་སྣང་ཆར་པ་བཞིན་དུ་འབབ་ལ་ཤོག་ས་གཞི་རླུང་དམར་བཞིན་དུ་འཚུབ་ལ་ཤོག་ཁྱེད་ཚོ་རྣམས་ལ་ལུས་འདི་མཆོད་པ་ཕུལ། ལག་གི་དང། རོ། ནམ་ནམ་བར་སྣང་ཆར་པ་འབབ་པ་རྣམས་ཀྱིས་དེ་ནས་ཀྱིས་ནས་སླེབས་ཤོག། རོ། ས་གཞི་རླུང་དམར་འཚུབ་པ་རྣམས་ཀྱིས་འཚུབ་དེ་ནས་ཀྱིས་ནས་མང་པོ་ཁྱེད་རང་ཚོ་ཡི་ག་ས་ས་ཆ་གང་ཕྱོགས་ནས་ཕེབས་ཤོག། རོ། ཨ་ནི་ས་གཞི་རླུང་དམར་གྱིས་འཚུབ་པའི་ཁྱེད་ཚོ་རྣམས་ལ་ང། ཁྱེད་རང་ཚོ་རྣམས་ལ་ང་ལུས་འདི་སྦྱིན་པ་བཏང་ཡིན་ཟིན་ལ། ལུས་འདི་སྦྱིན་པ་བཏང་ཡིན་ཟིན་ལ། ལུས་སྦྱིན་པ་བཏང་བའི་སྐབས་སུ་ལ་དེ་ནི་ག་རེ་ལུས་སྦྱིན་པ་བཏང་བ་དང་ད་ག་སོ་དེ་ལ། དལ་བ་རྣམས་ཀྱི་ཁྱེད་ཀྱི་རིངས་པ་རྣམས་ཀྱི་རློན་པ་ཟོས་ལ་དང་རིངས་པ་པས་བདུད་རྩི་དང་ཡུན་བཏབ་པའི་དྲེ་ལ་ཚ་བ་དེ་རློན་པ་རང་ཟ་ཞོག་དལ་བ་རྣམས་ཡིན་ན་ལྷོད་ལྷོད་ཟོས་ཞོག་དལ་བ་རྣམས་ཀྱིས་བཙོས་ནས་ཟས་ཞོག་ཚ་བ་ཟུག་ག་ཟུག་གུ་དེ་བཙོས་ནས་ཟས་རིངས་དང་མི་རིངས་བྱེ་བྲག་བཙོས་བསྲེགས་རློན་པ་གང་དེ་ཟོས། ཤ་རློན་པ་འདོད་པ་ལ་རློན་པ་ཟ་བཙོས་ནས་ཟ་ཉེན་འདོད་པ་ལ་བཙོས་ནས་ཟ་ཞོག་ཨ་ནི་ལྟོ་བོ་ཆེ་དང་སྦྲང་པར་ཟོས་གྲོག་གུ་ཆེན་པོ་ཡོད་ན། གྲོག་གུ་སྒྱག་རྩེ་ཟས་ཟོས་ཤུགས་ཆེན་པོ་ཡོད་ན་ཤུགས་ག་ཚོད་ཁེར་ཐུབ་དང་ཁེར་བྲོ་ཟེར་ནས

སྦྱིན་པ་བཏང་བའི་ཕྱིར་དུ་དེ་ནི་སྐད་བཏང་ཡོད་རེད་བ། ད་དེས་མ་ཟད་ད་ནི་ལྷག་པར་ད་ནི་དེས་ང་རང་ཆོས་འཆོལ་བ་སྤེལ་ཟིན་ན་དེ་ག་ནང་བྱེད། དེས་མ་ཟད་ད་ནི་ཀུན་བཟང་བླ་མའི་ཞར་ལུང་ནང་དུ་ནི་རྫ་དཔའ་འབྲུག་རིན་པོ་ཆེ་གིས་ཨ་ནི་ང་འགྲོ་མེ་འདྲ་ཕུལ་བའི་སྐབས་སུ་ཀུ་སུ་ལ་ཡི་ལུས་ལུས་ཡི་ལུས་མེ་འདྲ་ཕུལ་བའི་སྐབས་སུ་ལ་དེ་ནི་གཅོད་དགོས་འདི་དང་འཕྲོད་པའི་བར་འདྲ་ཅིག་པའི་ཁ་ཆེ་གསུངས་ཡོད་རེད་འདི་ང་ལུང་དེ་མ་དྲངས་ཀྱི་ག་འདྲ་གསུངས་ཟེར་ན། དེས་ན། གཅོད་བྱེད་པའི་ཐམས་ཅད་ཀྱང་མ་རིག་པ་དང་འཁྲུལ་སྣང་ཐམས་ཅད་ཀྱི་རྩ་བ་བདག་འཛིན་རྩད་ནས་གཅོད་པ་ལ་གཅོད་ཅེས་བྱ་བ་ཡིན་པས་ཟེར་ལོ་ད། བདག་འཛིན་བདག་དང་བདག་གིར་འཛིན་པའི་གེགས་འཛིན་པ་དེ་རྩ་བ་ནས་གཅོད་པ་ལ་གཅོད་ཟེར་ལབ་རེད་མ་གཏོགས་ཅིག་ཕྱི་རོལ་གྱི་ལྷ་དེ་གསོད་པ་ལ་གཅོད་ལབ་མ་རེད་གསུངས་འདུག་ཅེས་བྱ་བ་དང། དེ་མ་བྱས་པར་དེ་མ་བྱས་པར་ཕྱིའི་འཁྲུལ་སྣང་གི་འདྲེ་བསད་པས་མི་སོང་བརྡུང་བས་མི་ཐུབ་མནན་པས་མི་ལོན་བསྐྲད་པས་མི་འགྲོ་དཔེར་ན་མེས་མ་སྤངས་བར་དུ་དུ་བ་སྤང་མི་ནུས་པ་ལྟར། ནང་སྙེམས་བྱེད་ཀྱི་རྩ་བ་མ་གཅོད་པར་དེའི་རྩ་ལས་འབྱུང་བའི་ཕྱིའི་འཁྲུལ་སྣང་གི་ལྷ་འདྲེ་མེད་པར་བྱེད་མི་ནུས་ཏེ་གསུངས་ཡོད།

བྲག་སྲིན་མོ་ག་ལ། འདྲེ་འདྲེ་ཟེར་ལྷ་འདྲེ་ལྷ་འདྲེ་ཟེར་བ་དེ་རྩ་བ་ཁྱོད་རང་སེམས་འདི་རེད། ཁྱོད་རང་སེམས་འདི་དངོས་གནས་རྩ་བ་གི་འདྲེ་འདི་ཡིན་པ་ཧ་མ་གོ་བ་ལ་ང་དང་ང་འདྲ་བའི་ཕྱི་རོལ་གྱི་འདྲེ་འདི་ལ་ཁྱོད་ག་ཚོད་སྨོད་ག་ཚོད། བསད་ན་བསད་ཐུབ་ཀྱི་མ་རེད་ཚར་བཅད་ན་ཚར་བཅད་ཐུབ་ཀྱི་མ་རེད། དེས་ན་ང་བསད་བཞག་པ་ང་བསད་ན་རེད་ང་ཕར་འགྲོ་བཞག་པ་ཡིན་ན་རེད་ང་རེད་ཡང་ཞིང་པ་འདྲེ་སླེབས་ཡོང་གི་རེད། བྱས་ཙང་ཁྱོད་སོང་ཞིག་ལབ་ཁྱོད་འགྲོ་ལབ་ན་ང་འགྲོ་གི་མེད། ལབ་ནས་རྗེ་བཙུན་མི་ལ་སྡིགས་ཀྱི་ལན་རྒྱབ་པ་རེད་བྲག་སྲིན་མོ་དེས། ཞེས་གསུངས་པ་ལྟར། རྗེ་བཙུན་གྱིས་ཞལ་ནས་རྗེ་བཙུན་མི་ལ་རེ་བ་ག་རེ་གསུངས་རེད་ཟེར་ན། སྒྲའི་སྒྲས་རོལ་བཟུང་ན་གནོད་པ་ཡིན། ཕྱི་རོལ་གྱི་སྒྲས་བསྡུས་ཚེ་དབེན་རེ་དང་འབྲེལ་རེད། སྒྲའི་འདྲེན་པ་གྲུབ་པ་དངོས་པོ་དྲང་པོ་ཡོད་ཟེར་ན་འདི་ནོར་འཁྲུལ་རེད་གསུངས་འདུག་སྒྲའི་སེམས་རེད་བཤད་ན་གྲོལ་བ་ཡིན། དངོས་གནས་དྲང་ལྡན་གྱི་སྒྲས་ཟེར་ནི་ང་རང་བདག་གཅེས་འཛིན་གྱི་བློའམ། ང་ཕུང་པོ་ང་ལ་བདག་བཙོན་འཛིན་འཛིན་པ་གྱི་བློ། བཟང་ངན་གཉིས། རྣམ་པར་རྟོག་པའི་ངོ་རྣམ་རྟོག་དེ་དངོས་གནས་དྲང་གནས་སྒྲས་རེད་ཟེར་ནས་ཟིན་པ་ཡིན་ན་ཨ་ནི་སོ་སོ་ཐར་བ་རེད་གྲོལ་བ་རེད། སྒྲས་སྟོང་པར་ཆོད་ན་རྟོག་ཆོད་པ་ཡིན། སྒྲས་སྟོང་པར་རྟོག་ན་ཆོད་པ་ཡིན། ད་སྒྲས་འདི་སྟོང་ཉིད་འམ་ཆོད་ཉིད། རང་བཞིན་གྱིས་མ་གྲུབ་པ་ཧ་གོ་བ་ཡིན་ན་དངོས་གནས་སྒྲས་ཟེར་ནས་ནི་ཚར་གཅོད་ཐུབ་པ་རེད་འདི་རེད་ཟེར་ལ་དང། ནི་བདེ་མ་ཟད་དངོས་ནི་དོན་དག་ལྡོག་ལྡོག་ལ་ལ་ཟེར་ན། ནང་བདེ་འཛིན་གྱི་རྟོག་པ་ནང་དུ་བདེ་འཛིན་པའི་བདེ་འཛིན་གྱི་རྟོག་པ་དེའི་རྩ་བ་ནི་སྤྱོད་པ་ལ་སྤྱོད་གསུངས་པ་ཡིན་གྱི་དགྲས་གསོད་པ་མིན་དགྲས་རྡུང་བ་མིན་དགྲས་བསྐྲད་པ་མིན་དགྲས་མནན་པ་མིན་དགྲས་བརླག་པ་མིན་དེས་ན་སྤྱད་བྱ་ཕྱི་ན་མེད་དེ་ནང་ན་ཡོད་པར་ཤེས་དགོས་སོ་ཟེར་དགྲས་དེ་ཕྱི་ལ་ཡོད་མ་ནང་ལ་ཡོད་རེད་ཟེར་འདི་ཡིན་པ་ཧ་གོ་རེད་དེ་ལྟར་མ་ཤེས་པར་བདག་དང་སྤྱོད་པ་སྤྱོད་པ་སྤྱོད་བྱེད་པར་རློམ་པ་དིང་སང་ར་དང་དེ་རིང་ཁ་སང་གི་དུས་ཚོད་ལ་དེ་དེ་འདྲས་ཀྱི་རྣམ་གཞག་དང་ཧ་མ་གོ་བར་ང་སྤྱོད་པ་ཡིན་ང་སྤྱོད་དངོས་གནས་དྲང་ནས་སྤྱོད། རིས་འཕྲོ་རིས་འཕྲོ་སྒྲིབ་ནས་འགྲོ་གི་ཡོད་ཟེར་ནས་དངོས་གནས་དུས་འཕྲོ་དུས་འཕྲོ་ལ་སྒྲིབ་ནས་འགྲོ་གི་ཡོད་ལབ་ལབ་ནས་དེ་ནས་སྤྱོད་རློམ་པ་སྤྱོད་རློམ་པ་ཟེར་ནས་ང་ང་སྤྱོད་སྤྱོད་སྤྱོད་པ་མ་ཡིན་པ་ལ་སྤྱོད་པ་ཡིན་བསམ་ཐེངས་རློམ་པར་བ་ང་རྒྱལ་བྱེད་པ་སྒྲོ་འདོགས་པ་དེ་ནས་སྤྱོད་རློམ་པ་རྣམས་ལྷ་འདྲེ་ཕྱི་ན་ཡོད་པར་བསམ་ནས་ཁོ་ཚོ་ཐམས་ཅད་ལྷ་དང་འདྲེ་ཟེར་ཏེ་ཕྱི་རོལ་ལ་ཡོད་པ་ང་སྤྱོད་སྟངས་པ་དེ་ཕྱི་རོལ་ལྷ་དང་འདྲེ་འདི་ཚོའི་ཏུ་ལེ་ཡིན་བསམ་ནས། དེ་ནས་ཅིག་ནི། བསམ་སྟེ་རྟག་ཏུ་སྒྲའི་འཛིན་གྱི་སྣང་བ། རྟག་ཏུ་སྒྲའི་འཛིན་གྱི་སྣང་བ་དང་མ་བྲལ་བར་འདས་པའི་སྣང་བ་ཐམས་ཅད་འདྲེ་དང་རྒྱལ་གོང་དུ་ཤར་ཏེ་ཁོ་རང་ཚོའི་སེམས་ནང་ནས་སྣང་བ་ཐམས་ཅད་ཕྱི་རོལ་ལ་ལྷ་དང་འདྲེ་དང་བཙན་དང་བདུད་དེ་ནས་ཡོད་བསམ་ནས་དེ་འདྲ་གི་སྣང་བ་བདེན་པ་གཞན་ནས་གཞན་འཛིན་ཁྱེར་ནས་འདུག་ཡོད་རེད། བྱས་ཙང་དེ་ནི་དེ་ཡིན་པར་རྒྱུ་མཚན་ཏེ་རང་ཉིད་ཀྱང་བློ་གསོས་མི་དལ་ཞིང། ཕྱི་རོལ་ལ་འདྲེ་ལྷ་བཙན་བདུད་ཡོད་ལབ་ཏེ་སོ་སོས་བློ་ལྷོད་ལྷོད་ཡོང་གི་མ་རེད། གཅིག་འདྲེ་གི་རེད་གཉིས་འདྲེ་གི་རེད་ཟེར་ནས་མི་དལ་ཞིང་གཞན་ལ་ཡང་ཕུ་ཡག་གི་ན་འདྲེ་འདུག་ད་མ་གི་ན་འདྲེས། དྲི་འདི་འདྲེ་འདྲེ་རེས་རང། འདུས་འདི་འདུས་འདུས་རེས། འདི་བཙན་རེས། ངའི་རིགས་སོགས་རིགས་ཡོད་ཟེར་ན་ངའི་འདྲེ་ཐོང་ཟོང་ལབ་ར། ངའི་རེས། ངའི་འདྲེ་བཟུང་ཡོད། ངའི་བསད་ཡོད། ད་ངའི་འདྲེ་བསད་ཡོད། ཁྱོད་ལ་རྒྱབ་ཀྱིན་འདུག་ད་འདྲེ་དེ་ཁྱོད་ལ་ཟུང་ལོག་ཟུང་ལོག་བྱེད་ཀྱིན་འདུག་ལབ་ར། བྱེད་དུ་ངའི་སྤྲད་ཡོད། ད་ངའི་འདྲེ་དེ་ཡིས་དེ་མ་ཡུལ་བཏོན་ཡོད་མ་སྤུས་ཡོད་བཤུར་ཡོད། ཨ་ནི་ཕྱི་མིག་ཅིག་བལྟས་བྱུང། ཤི་བའི་སྐབས་སུ་ལ་སྦྲེལ་དུས་སུ་ང་ལ་རྒྱབ་ནས་འདི་ནས་འདི་ནས་མིག་བལྟས་ཀྱི་འདུག། ཡིན་ནའང་ཁོང་ཚོ་ཡོང་ཕོད་ཀྱི་མི་འདུག་ལབ་ཀྱི་ཤར་བ། ཟེར་བ་ལ་སོགས་རྫུན་གྱི་མགོ་སྐོར་ཁོ་ན་གཏོང་ཞིང་ཨ་ནི་ཕ་སྐད་འདོན་པ་མང་ཞིང་ཟེར་ད་དེ་ནས་བཞིན་གསུང་དུ་རྫ་དཔའ་ཁྲི་རིན་པོ་ཆེ་ཀུན་བཟང་བླ་མའི་ཞབས་ལྷུང་གནང་ནོ། ལུས་མི་འདྲ་བོའི་བར་དུ་ཀུ་སེ་ལ་ཡི་ལུས་མི་འདྲ་བོའི་སྐབས་སུ་ལ་ད་དེ་རིང་ཁ་སང་གི་གཅོད་རློམ་པ་དེ་ཚོ། སྦྱོར་བ་རང་གཅོད་ངོ་ནས་བགྲང་ནས་གཅོད་པ་མ་ཡིན་ན་གཅོད་ཡིན་ཟེར་ནས་དེ་ནས་ལྷ་དང་འདྲེ་ཕྱི་རོལ་ལ་ཡོད་ཟེར་ནས་དེ་ཚོའི་བཏུ་ལས་ཆེད་དུ་ད།